ཚང་མ་ལ་བསྐྱར་དུས་སྐུ་ཁམས་བཟང་ཞུ་ཡི། ད་དེ་རིང་ང་ཚོ་འཛིན་གྲྭ་དགུ་པའི་སློབ་ཚན་བཞི་བ་དེ་རྒྱན་དུས་དང་ལྷག་ཆད་ཆགས་བསྡད་ཡོད། འདི་ནང་ལོགས་ནས་ང་ཚོ་རྒྱན་དུས་རྒྱན་དུས་ཀྱི་སློབ་ཚན་དེའི་ནང་ནས་རྒྱན་དུས་ཀྱི་སྒྲ་ཡི་སྦྱོར་ཚུལ་དང་དོན་གྱི་སྦྱོར་ཚུལ་ཞེས་གཅིག་ཡོད་རེད། ད་ནང་བཞིན་གྱི་རྒྱན་དང་འདུལ་བ་ཨཱས་ལ་དུས་སྐབས་ལ་དེ་ཉིད་གཉིས་ཀྱི་ཁྱད་པར་གྱིས་ཡོད་རེད་དེ། ང་ཚོའི་སློབ་ཚན་འདིའི་ནང་ལོ་ནས་སྦྱང་བྱ་གཙོ་བོ་འདི་ཆགས་བསྡད་ཡོད་རེད། སློབ་ཚན་འདི་སྦྱངས་ནས་ང་ཚོས་འདི་ཚོ་ཤེས་པ་བྱེད་དགོས་ཡ་དེ་རེད། ད་དགེ་འདུན་གྱི་གོ་དོན་དེ་ཚིག་དོན་སྔ་ཕྱི་མཐུན་མིན་སྟོན་པའི་ཚིག་རྒྱན་དང། བཞིའམ་དོན་གཞན་ཞིག་བསྡུད་ཅིང་སྦྱོར་བར་བྱེད་པའི་རྐྱང་སོགས་ཀྱི་ཕྲད་དང་ལྡན་པ། འདི་ལ་ཡུལ་དུས་སྐབས་ལ་ང་ཚོའི་དགེ་འདུན་ལས་འདིའི་རྐྱང་ཡང་ཨང་གསུམ་གྱི་ཕྲད་ལ་བརྟེན་བྱས་པ་ཡང་ཚིག་སྔ་ཕྱི་མཐུན་མིན་སྟོན་པ་གཅིག་དང་ནང་བཞིན་གྱི། དོན་གཞན་ཞིག་བསྡུས་པའམ། འོ་འདི་འདྲའི་གཅིག་ལ་ང་ཚོས་དགེ་རྒན་དུས་ཟེར་གྱི་རེད་ཟེར། ད་རྩ་བ་འདི་ན་ལ་ལ། རྩ་བའི་ནང་ལ་ཨཱ་ལི་ཕྱིས་ནས་གཉིས་པ་སྦྱར། ཚིག་རྒྱན་གཉིས་དང་བསྡུས་པར་གྱུར་ཟེར་བ་རེད། རྩ་བ་འདིའི་ནང་ལོགས་ནས་དངོས་གནས་བྱས་མེད་པའི་ང་ཚོ་ལ། དགེ་འདུན་གྱིས་ཁྲལ་དྲུག་བསྡུས་ཏེ་བཤད་ཀྱི་ཡོད་རེད། ཡིན་ན་ཡང་བསམ་བློ་གཏོང་དཀའ་ཅི་ག་རེ་ཡོད་ཟེར་ན། དགེ་འདུན་གྱིས་ཁྲལ་དྲུག་བསྡུས་གསལ་བོ་ཅིག་དེའི་ནང་ལ་ཨ་ནི་གསུངས་མེད་པ་རེད་ད། ཨ་ལི་ཕྱིས་ནས་གཉིས་པ་སྦྱར་དཔེ་ཆ་བཞག་ན་སྲིད་ཨ། ཨ་ལི་ཕྱིས་ནས་གཉིས་པ་སྦྱར་ཚིག་རྒྱན་གཉིས་དང་བསྡུས་པར་འགྱུར་ཟེར་དུས་ཨ་ལི་ཕྱིས་ཟེར་ན་ཡིན་དུས་ག་ལ། གོང་གི་སློབ་ཚན་ཨི་ལྡན་གྱི་གི་གི་གི་ཡིག་ལྔ་པོ་གི་ཕྲད་སྡེབ་འཛུགས་ཀྱི་ཨཱ་ལི་འདི་ཕྱིས། ཨཱ་ལི་འདི་ཕྱིས་པའི་ཡིན་ན་ཨཱ་ནི་ག་རེ་ཕྱིས་པོ་རེད་ལབ་ན། གཉིས་པ་སྦྱར་སླ་བ་རེད། གཉིས་པ་སྦྱར་སླ་ཡོད་དུས་རྗེས་འཇུག་ཆུའི་ནང་ལོགས་ཀྱི་གཉིས་པ་འདི་སྦྱར་སླ་བ་རེད། གཉིས་པ་དེ་ག་རེ་བྱ་དགོས་ཟེར་ན། ཁ་ང་ལ་རྒྱུ་ང་དེ་བྱ་རྒྱུ་ཡོད་རེད་ཁ་ང་ད་ནག་བ་མ་ཨ་ར་ལ་ས་སི་པའི་དུས་གྱི་རྒྱུ་བཅུ་རུ་བ་གྱི་རྒྱུ་བཅུ་དེའི་ནང་ལོག་གི་གཉིས་པ་དེ་ང་དེ་བྱ་གི་ཡོད་དུས་ཨ་ལི་དེ་ཁྱི་ནས་གཉིས་པ་སྦྱར་ཟེར་ཡ་དེ་རེད། ད་ཨ་ལི་ག་རེའི་ཨ་ལི་ཁྱི་དགོས་རེད་ཟེར་ན་ཨི་ཏིང་གི་ཁྲེ་གི་ཁྱི་ཁྱི་ཡི་ང་བུག་གི་ཁྲེ། ཨ་དེ་ཛུག་གི་ཨ་ལི་ཁྱི་ཡིས། ད་ནི་ད་གིའི་གོང་དུ་ག་རེ་ཟེར་ན། ཨ་ནེ་ཁྲའི་གྲུབ་ཚུལ་གསལ་པོ་ཞུ་འོ་མི་འདུག་ན་ཡག་གི་རྒྱུ་མཚན་དེ་ག་རེ་ཟེར་ན། ད་ཨ་ལི་འདི་ཚོ་ཕྱིའི་རྗེས་ལ་ཡང་ཨ་ལི་འདི་ཚོ་ཚང་མ་ལ། ཨ་ལི་འདི་ཚོ་ཚང་མ་ལ་ང་ཚོས་ཨ་ནེ་ག་ཅི་འོ་ཟེར་ན་རྗེས་འཇུག་ང་དེ་སྦྱར་དགོས་རེད། གཉིས་པ་དེ་སྦྱར་དགོས་རེད་ལབ་ན་ཨ་ང་ཚོ་ག་རེ་ཆགས་དགོས་རེད་གང།

ཐེངས་འདིའི་སྒྲུང་གཏམ་འདི་ང་ཚོ་ག་རེ་ཟེར་ན། གཅིག་གི་ཚུལ་ལས་སླ་བོ་ཆེ་སྟོན་པ་ཡིན་ན་ང་ཚོ་གི་ཨ་དེ་འབྲེལ་གྱི་ཕྲད་འདི་ཚོ་གསུམ་ལ་ཨ་ནི་རྐྱང་ཡང་གསུམ་དེ་སྦྱར་བ་ཡིན་ན་ག་རེ་ཨ་རྗེས་འཇུག་གཉིས་པ་དེ་སྦྱར་བ་ཡིན་ན་ཨ་ཕྲད་འདི་དེ་འདྲས་གྲུབ་དགོས་རེད་ཟེར་དེ་འདི་ལྟ་ལས་སླ་བོ་ཆེ་མ་ཤེས་ན་དེ་འདྲས་ཅི་བྱེད། ད་ད་ག་ནང་བཞིན་གྱིས་ད་ལྟ་ང་ཚོ་གི་རྩ་བའི་ནང་ལོགས་ལ། རྒྱས་བསྡུས་ཀྱི་ཕྲད་སྦྱོར་བསྡུས་སྦྱོར་བ་ཕྲད་སྦྱོར་བསྡུས་འདི་གསལ་བོ་ཞི་བ་མ་རེད་ཡང། འདི་མེད་བ་སོང་ཙང་ང་ཚོས་ལེགས་བཤད་སྦྱོར་བ་ནང་ལོགས་ལ་ག་ད་བ་ས་བྲག་ལྟར་བརྐྱང། ང་ན་མ་ར་ལ་ལྟར་ཡང། ཨ་དང་ཐ་མའི་ཨང་དང་ཡང་ཟེར་རྗེས་རྩ་བ་འདི་ལེགས་བཤད་སྦྱོར་བ་གི་རྩ་བའི་ནང་ལོགས་ལ་ཨ་ནི་རྒྱས་བསྡུས་ཀྱི་ཕྲད་བརྐྱང་ཡང་ཨང་གསུམ་འདིའི་སྦྱོར་སྟངས་གཅིག་བཤད་བཞིན་ཡོད་རེད་བ།

ད་སྟོན་པའི་ཚིག་རྒྱན་དེ་རེད། སྟོན་པའི་ཚིག་རྒྱན་འདྲ་ཡིན་དུས་ཚིག་སྔ་མ་དང་ཕྱི་མ་གཉིས་མཐུན་པར་སྟོན་པ། ད་ང་ཚོ་ལས་སླ་བོ་ཅིག་འགྲོ་གི་ཡིན་ད། ཚིག་སྔ་མ་དང་ཕྱི་མ་མཐུན་པར་བསྒྱུར་བ། མཐུན་པར་སྟོན་པ་འདྲ་ཡིན་དུས། ག་རེ་སྟོན་གི་ཡོད་རེད་ཟེར་ན། དཔེར་ན་དེར་དཀར་གསལ་ཟླ་བའི་བཞིན་རས་མཛེས་ཀྱང་མཛེས། ལ་ཡི་དུས་ང་དྲུག་གི་ཚིག་སྔ་མ་མཛེས་མའོ་རྫ་འབྲིང་པོ་མཛེས་ས་མཛེས་ལ་ཡ་དེ་དང། ཚིག་ཕྱི་མ་དེ་མའོ་རྫ་འབྲིང་པོ་མཛེས་ས་མཛེས་དེ་གཉིས་གཉིས་དེ་པར་རོལ་ལ་ཨ་ནི་རྐྱང་འདི་སྦྱར་བྱ་ཡོད་རོ་ཨ་ག་ད་བྷ་ས་བྲག་དར་རྐྱང་འདི་སྦྱར་ཡོད་དུས་སྐབས་ལ་ཚིག་སྔ་མ་མཛེས་དེ་དང་ཚིག་ཕྱི་མ་གཉིས་མཛེས་དེ་གཅིག་པ་ཆགས་ཀྱི་ཡོད་པའི་ཆ་ནས་ཨ་ནི་ང་ཚོ་མཐུན་པའི་ཚིག་རྐྱེན་ཟེར་སླ་བ་རེད།

ཚིག་ཕྱི་མ་དེ་གཉིས་གཉིས་ཏེ་ཚིག་སྔ་མ་དཀར་དང་ཚིག་ཕྱི་མ་དཀར་གཉིས་གཉིས་ཏེ་ཨ་ནི་མཐུན་དགུ་ཡོད་པ་ཆ་ནས་གཅིག་པ་ཆ་དེ་ཡོད་པའི་ཆ་ནས་མཐུན་པའི་ཚིག་ཡིན། ད་ད་ཡང་རྒྱུ་ཡོད་འཇོག་ལ་བརྟེན་ཀྱང་བརྟེན་རོ། བརྟེན་ཀྱང་བརྟེན། འོ་འདི་ང་ཚོ་མཐུན་པའི་ཚིག་ཡིན་ཟེར། ད་དོ་ད་དོ་སྐབས་ང་ཚོ་མཐུན་པའི་ཚིག་ཡིན་ཟེར་ན་ཡོད་འཇོག་སྐབས་ལ་ཨ་ནི་ཚིག་སྔ་མ་དེ་དང་ཚིག་ཕྱི་མ་གཉིས་དེ་གཉིས་གཅིག་པ་ཆགས་དགོས་ཀྱི་ཡོད་རེད། གཅིག་པ་ཆགས་ཀྱི་ཡོད། འོ་དེ་གཉིས་གཅིག་པ་ཆགས་ཀྱི་འདུག་ན་མཐུན་པའི་ཚིག་རྐྱེན་ཆགས་དགོས་ཀྱི་ཡོད་རེད།

སེམས་དགའ་ཡང་ལུས་པོ་མི་བདེ། ལ་ཡིན་དུས་སྐབས་ལ་ཡ། སེམས་དགའ། ཟེར་དུས་དགའ་ཡང་ཟེར་ལས་སུ་ཨ། ཡང་ན་སེམས་དགའ་འམ། ལུས་མི་བདེ་ཟེར་ལ་ཡིན་དུས་ཚིག་སྔ་མ་དེ་དགའ་བོ་ཡོད་རེད་དེ་ལས་ཚིག་ཕྱི་མ་དེ་མི་བདེ་བ་ཅན་ཡོང་གི་ཡོད་དུས་སྐབས་ལ་ཚིག་སྔ་མ་དེ་དང་ཚིག་ཕྱི་མ་འདི་གཉིས་གཉིས་མཐུན་གི་མེད་པའི་ཕྱིར་ནས་མི་མཐུན་པའི་རྐྱེན་ལ་བྱ་བྱེད་པ་རེད། ད་ག་ལ་ཞིག་གི་སྟོབས་ཤུགས་ཆེ་ཡང་རྣམ་དཔྱོད་མེད། ཤུགས་ཆེན་པོ་ཞུ་གི་ཡོད་རེད་དེ་ལས་ཨ་ནི་ཁོ་ཆོས་པ་ཆེ་ག་རེད་བསམ་བློ་བཏང་ད་ཆོག་བ་འོ་དེ་མེད་བ། དེ་གཉིས་སུ་མི་འཐུས་པའི་བདེན་ཆགས་སོ། སྟོབས་ཤུགས་ཆེ་ཡང་ཆེ་ལབ་ཡིན་ན་ག་རེ་ཆགས་འགྲོ་གི་རེད་ཟེར་ན་ཨ་ནི་འཐུས་པའི་ཚིག་རྒྱན་ཆགས་འགྲོ་གི་རེད། རོ། ག་ཡང་ག་ལ་ལ་ཡིན་ན་མཐུན་པའི་ཚིག་ཅིག་ཆར་དུ་འུར་རོ། ག་ཡང་ལུས་མེད་དེ་སྟོབས་ཤུགས་ཅི་ཡང་རྣམ་དཔྱོད་མེད། བཤད་ཀྱང་མི་ཉན། དེ་གར་ཆར་འགྲོ་གི་རེད། མི་མཐུན་པའི་ཚིག་རྒྱན་དེ་ཆར་འགྲོ་གི་རེད། མི་མཐུན་པའི་ཚིག་རྒྱན་དེ། འོ་ཡ། ད་དེ་ནས་ང་ཚོ་བསྡུས་པ་ལ་ཡོང་དོན་རེད། བསྡུས་པ་ལ་ཡོང་དུས་སྐབས་ལ་ཡ། ཚིག་དོན་ག་ཡ་རུང་བ་ཞིག་དངོས་སུ་མ་བཤད་ཀྱང་དོན་གྱིས་ཤེས་པ། ཚིག་ཟིན་ལ་དངོས་སུ། མ་བཤད་པ་ཡིན་ན་ཡང་རྐྱང་ཡང་ཨང་གསུམ་གྱི་ནུས་པ་དེ་ལ་བརྟེན་ཡོང་དུས་སྐབས་ལ་ཨ་ནི་དོན་དག་ཅིག་བསྡུས་ཡོང་གི་ཡོད་རེད། དོན་དག་ཅིག་བསྡུས་ཡོང་གི་ཡོད་རེད། དཔེ་ཆ་བཤད་པ་ཡིན་ན་ཡོན་ཏན་ཡང་སླེབས་འདུག་ཟླ་དུས་སྐབས་ལ། ཡོན་ཏན་ཡང་སླེབས་འདུག་ཟླ་ཡོད་དུས་སྐབས་ལ། དེའི་རྒྱབ་ལོགས་ལ་ང་ཚོ་ག་རེ་བསྡུས་བཞག་རེད་ཟེར་ན། ཡོན་ཏན་ཡང་སླེབས་འདུག་ལ་དུས་གཞན་པ་དེ་འདྲས་ཡང་སླེབས་བསྡད་ཡོད་པ་ཅིག་གོ་ཡོང་གི་འདུག་ང་ཚོས་དེ་འདྲ་ལ། ཨོ། ཚོགས་གཙོ་ཡང་ཕེབས་ལ་ཡོང་དུས་སྐབས་ལ་ཡ། ཨོ་ཚོགས་མི་དེ་ཚོ་གཞན་པ་དེ་ཚོ་ལས་ཡོད་དགོས་ཀྱི་འདུག་ཨ། གཞན་པ་དེ་ཚོ་ཡོང་གི་ག་རེ་སླེབས་ཡོད་པ་རེད། ཨོ། ཡོན་ཏན་ཡང་སླེབས་འདུག། ཚོགས་གཙོ་མ་ཟད། ཨ་ནི་ཚོགས་མི་དེ་ཚོ་ཡང་སླེབས་བཞག་ལ་ཡ་དེ་འདྲས་འགྲོ་ཨ། ཡོན་ཏན་ཡང་སླེབས་འདུག།

བཤད་ཡག་གི་དོན་དག་ཅིག་མ་རྫོགས་པ་བྱས་ནས་ད་དོག་ལྷག་མ་ཡོད་པ་དེ་འདྲས་ཅིག་གོ་དགོས་དགོས་བ་རེད། དོན་གང་ཡིན་པ་ཅིག་ཡོངས་སུ་རྫོགས་ཡོངས་སུ་མ་རྫོགས་པ་བྱས་ནས་ད་དོག་ལྷག་ཡོད་པ་དེ་འདྲས་ཅིག་ང་ཚོས་ལྷག་བཅས་ཟེར་བྱས་དེ་བཤད་ཀྱི་ཡོད་བ་བྱས། དེས་ང་ཚོར་ལྷག་བཅས་ཀྱི་གོ་དོན་དེ་བྱས། ད་ལྷག་བཅས་ཀྱི་ཁྲལ་སྒྲུབ་དུས་དེ་རེད། ལབ་དོན་སུ་ལ་དབུ་འཁྱིད་ནས་དེ་ལ་གསུམ་པའི་དང་པོ་སྦྱར། དེ་ལ་ཨཱ་ལི་བསྲུབ་པ་སྦྱར། དེ་ནི་ལྷག་དང་བཅས་པའོ། ལ་ཡོད་དུས་སྐབས་ལ་ལ་བདུན་གྱི་འཕྲད་ས་ཞབས་ཀྱུ་སུ་ལ་ཡར་འདི་ལ་རོ་ཨ་ད་དེ་འཕྲད་ས་ཞབས་ཀྱུ་སུ་ཞིག་ཏུ་ཨཱ་ལ་བདུན་གྱི་འཕྲད་སུ་འདི་ལ་ཨཱོ་ལ་བདུན་གྱི་འཕྲད་སུ་གི་ཨ་ཞབས་ཀྱུ་ཨུ་འདི་ཞབས་ཀྱུ་འདི་ཕར་ཕྱིས་ནས་ལ་འོད་འདི་ཕར་ཕྱིས་ནས་དེ་ལ་བསྲུབ་པའི་དང་པོ་སྦྱར་ལ་ཡོད་དུས།

དེ་ལ་གསུམ་པའི་དང་པོ་སྦྱར་ན་ཡོད་དུས། སྡེ་བ་གསུམ་པ་གི་དང་པོ་རྟགས་ཀྱི་སྦྱར་རིམ་ལ་ཡོད་དུས་ང་ཚོས་ས་ད་ད་ལྟ་ན་ཡོད་ཆགས་པ་རེད། ལ་དོན་གྱི་སུ་དེ་ཕ་ཅི་ཨ་དེ་ལ་སྡེ་བ་གསུམ་པའི་དང་པོ་དེ་སྦྱར་སོ་ཨ། ད་དེ་ནས་དེ་ལ་ཨཱ་ལི་གསུམ་པ་སྦྱར་ཟིན་ལགས་རེད། ཨཱ་ལི་གསུམ་པ་སྦྱར་ཟིན་ལགས་ཡོད་དུས་སྐབས་ལ་དབྱངས། གི་གུ་ཞབས་ཅུ་འདྲེན་མགོ་གསུམ་གྱི་ནང་ལོགས་ནས་འདྲེན་མགོ་དེ་སྦྱར་བ་རེད། འདྲེན་མགོ་སྦྱར་བའི་དུས་རྟགས་ག་རེ་ཆགས་ནས་ལྷག་ཆད་ལ་ས་ད་ད་ལྟ་འདྲེན་མགོ་བསྟན་ནའི་ཚིག་དེ་གྲུབ་པར་བ་ཨ་ནི་དེ་ལྷག་ཆད་ཡིན་དགོས་རེད། འདི་ང་ཚོ་ག་རེ་ཟེར་ན་ཚིག་འཇལ་དེའི་ནང་ལོགས་ནས་ང་ཚོ་ལྷག་ཆད་ཀྱི་ཐད་དངོས་སུ་བསྟན་པ་དེ་ག་འདྲས་སུ་གྲུབ་ཡོད་མེད་དེའི་རྩ་བ་དེ་བྱས། ད་ལྷག་ཆད་ལ་ཡང་ཕྲད་ང་ཚོས་ག་རེ་བཤད་དགོས་རེད་ཟེར་ན་ནམ་རྒྱུན་ནས་ཏེ་དེ་ཏེ་གསུམ་བཤད་ཀྱི་ཡོད་རེད་བ།

ཁྲལ་དེ་སྦྱོར་ཚུལ་ཤེས་ཀྱི་ཡོད་དཱ། ཁྲལ་སྦྱོར་ཚུལ་སུ་ལ་ཡོད་འདོད་དགར་ལ་ལྷག་བྱས་པའི་ཁྲལ་དེ་རྒྱལ་སྤྱིའི་འཇུག་ག་རེ་ག་རེ་ཅིག་ལ་སྦྱར་དགོས་རེད་ག་འདྲ་ཅིག་སྦྱར་དགོས་རེད། འོ་ཅི་སྦྱོར་བ། འོ་ཅི་ང་ཚོས་ཁྲལ་སྦྱོར་ཚུལ་དེ་བྱས། ད་ང་ཚོས་ཚིག་འབྲུ་བཙུན་བཅུ་ཞིག་བཞག་པའི་ཡིན་ནར་ད་ད་འབྱིན་རྒྱུ་བཅུ་ལ་ཡ་ཨ་ནི་ཁྲལ་དེ་ཚོ་སྦྱར་སྟངས་ཅིག་ཤེས་པའི་ཡིན་ན་དཔེ་ན། མིག་ལ་བསྟན་ཏེ་ཁྲི། ཕུར་དེ་སྒྲོ། དོ་ལ་བཀལ་ཏེ་རྟ་ལ་བཀལ་ཏེ་དབོར། ར། འབྱིན་རྒྱུག་ལ། འབྱིན་རྒྱུག་ར། འབྱིན་རྒྱུག་ན།

ལྟར་དང་པོ་དེ་བྱེད་པའི་བྱ་བ་འདྲེན་པ། བྱེད་པའི་བྱ་བ་འདྲེན་པ་ཤེས་ཏེ་གོ། ད་ཚིག་སྔ་མ་དེ་ཤེས། ལ་ཡ་དིག་གེ། དེ་ད་ཚིག་ཕྱི་མ་དེ་ལ་ག་ན་རུ་གོ། ལ་ཡ་ཞེས་བ། ད་དེ་གཉིས་དེ་པ་རུས་ལ་ད་ན་མུ་དེ་རི་ཡོ་རུ་བ། ཕྲད་དེ་རུ་བ། ད་དེ་གཉིས་གཉིས་དེ་ག་རེ་ཟེར་ན་བྱེད་པའི་བྱ་བ་འདྲེན་པ།